བཟོ་དབྱིབས་དང་ཁྱད་ཆོས་ལ་ཡ་དེ་རེད་ཨཱ་ནི། ད་བཟོ་དབྱིབས་ལ་ཡ་དེ་དྲ་ཚིགས་ཁོ་རང་གི་བཟོ་དབྱིབས་ག་འདྲའི་དགོས་རེད། ཨོ་དེ་རེད་ཨཱ་ནི། ཁྱད་ཆོས་ལ་ཡ་དེ་ནང་ལོག་ག་འདྲའི་ག་འདྲའི་ཚང་དགོས་དགོས་རེད་ཨོ་དེ་རེད། ཨཱ་ནི། ད་དཔེར་བཞག་ན། WordPress Doctor Cam རིན་མི་ཡིན་རྒྱུ་དེ་ཡིན་ན། ད་ཁོ་རང་ཚོས་ད་ག་རེ་ལབ་དགོས་རེད་ང་ཚོ་ལ་ད་ཅིག་ཁྱད་ཆོས་འདྲ་བོ་ཅིག་དང་བཟོ་དབྱིབས་དེ་ཚོ་སྤྲད་ཡོད་རེད་དེ་སྤྲད་ནང་བཞིན་མ་གཏོགས་དེའི་སྒང་ལ་ང་ཚོ་རང་ཚོ་སྒེར་སོ་སོ་གིས་ད་ག་རེ་ལབ་དགོས་རེད་ལག་རྩལ་དང་ཨཱ་ནི། ད་མདོ་སྨུག་ནང་བཞིན་ཅིག་བསྡམས་ཡ་དང་དེ་འདྲའི་ཡོད་མ་རེད།

རྒྱབ་སྐྱོར་མང་པོ་བྱས་ཡོད་རེད་ཨོ་དེ་འདྲའི་འདྲ་གཅིག་རེད། ཨཱ་ནི་བྱེད་སྟངས་གི་ཆ་ནས་ད་ང་ཚོའི། དྲ་ཚིགས་གི་བར་སྟོང་རེད་ཨཱ་ནི་དྲ་བྱང་ཉོ་ཡ་ལ་སོགས་པ་དེ་འདྲའི་མང་པོ་ཅིག་གི་སྒང་ལ་ཡང་བཀར་ལབ་དགོས་རེད་ད་ཆ་རྐྱེན། ཅིག་འཛོམས་ལ་མ་འཛོམས་ལ་དང་ཆ་རྐྱེན་འཛོམས་ནའང་གོང་ཚད་དང་གང་འདྲས་ཉོ་དགོས་ཀྱི་ཡོད་མེད། དེ་ཚོ་ཡང་ཅིག་གལ་འགངས་འདྲ་བོ་འཕྲད་པ་ཡིན་ན་ང་ཚོའི་ངོས་ནས་ཨཱ་ནི། རོགས་པ་བྱེད་ཐུབ་ཀྱི་རེད་ང་ཚོ་ལ་ཡང་ཅིག་བཀར་ལབ་དགོས་རེད་ད། ཆ་རྐྱེན་འཛོམས་ཡོད་རེད་ལ་ཉམས་མྱོང་གང་འཚམས་ཡོད་རེད་ཨཱ་ནི་དེ་འདྲའི་སྒང་ནས་རོགས་པ་བྱེད་ཀྱི་འཆར་གཞི་ཡོད་ལབ་དགོས། ཨ་ནི་གཞན་པ་གཅིག་ལ་ཨ་ནི་དྲ་ཚིགས་གསར་པ་བཟོ་དགོས་ཀྱི་ཡོད་ན་རེད་ཨ་ནི་གཞན་པ་དྲ་ཚིགས་དང་འབྲེལ་བ་ཡོད་པ་དང་བོད་དྲུག Press དང་འབྲེལ་བ་ཡོད་པའི་ཨ་ནི་དྲི་བ་དྲིས་ལན་དང་ཨ་ནི་དཀར་ལབ་དགོས་རེད་ད། རོགས་རམ་དང་བཀའ་དྲིན་འདྲ་གཅིག་དགོས་ཀྱི་ཡོད་ན་ང་ཚོའི་ངོས་ནས་རོགས་རམ་བྱེད་ཐུབ་ཡས་གཅིག་ཡོད་ན་ང་ཚོའི་ངོས་ནས་རོགས་རམ་བྱེད་ཀྱི་ཡོད་ཨ་ནི་རྣམ་པ་ཚོས་ང་ཚོ་ལ་འབྲེལ་བ་བྱེད་རོགས་གནང་ཞེས་ཞུ་གི་ཡོད་ཨ་ནི་ང་ཚོའི་ད་ཉན་དུས་དེ་དཔེ་རིང་པོ་ཆགས་འགྲོ་ས་རེད་ཨ་ནི་བཀའ་དྲིན་འདྲ་གཅིག་ཡིན་ཨ་ནི་ཚང་མ་བཀྲ་ཤིས་བདེ་ལེགས།